བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་གོན་ཆབ་མཛོད་རྩ་བ། གནས་དཀྲུགས་པའི་སྐབས་བཞི་པ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་བཅུར་དགུ་པ། ཀུན་གཞིའི་བག་ཆགས་ཡང་ན་བསྟན་པ་ས་བོན་གྱི་ཀུན་གཞི་འདིའི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་ཀུན་གཞི་ཞེས་པ་ལ། རྟེན་རྣམ་སྨིན་གྱི་ཀུན་གཞི་དང་བསྟན་པ་ས་བོན་གྱི་ཀུན་གཞི་ཟེར་བ་གཉིས་བཤད་པ་རེད།

འགག་ཀྱང་འབྲས་བུ་སྐྱེད་ནུས། ཨོ་དེ་འདྲ་ཅིག་གསུངས་པ་རེད། དེ་ནས་འདིའི་ཚིག་རྐང་དང་པོ་དེ། བག་ཆགས་ཞེས་པ་ལ། བག་ཆགས་བསྒོ་བའི་གཞི་ཡང་ན་བག་ཆགས་འཇོག་ས། དཔེར་ན་ས་བོན་ལྟ་བུ་ཞིག་ལ་མཚོན་པ་ཡིན་ན་ས་བོན་དེ་འདེབས་ས། ཨོ་དེ་དང། དེ་ནས་བག་ཆགས་བསྒོ་བྱེད་དམ་ཡང་ན་ས་བོན་ལ་མཚོན་ན་ས་བོན་འདེབས་མཁན་བག་ཆགས་དེ་འཇོག་མཁན་གང་ཡིན་པ། ད་ནི་བག་ཆགས་བསྒོ་བའི་ཚུལ། བག་ཆགས་ཇི་ལྟར་བསྒོ་གི་ཡོད་པ་རེད། ད་ནི་ས་བོན་ཇི་ལྟར་འདེབས་ཀྱི་ཡོད་པ་རེད་ས་བོན་ཇི་ལྟར་འཇོག་གི་ཡོད་པ་རེད་ཟེར་བ་དེ་དང། ད་ནི་བཤགས་པའི་ས་བོན་དངོས་བཤད་པ་ཡང་ན་བཤགས་པའི་བག་ཆགས་དངོས་བཤད་པ་དང་ཞེས་ཡོད་པ་འོ་དེ་བསྟན་གྱི་ཡོད་པ་རེད། རྒྱུན་ལྡན་མི་ས་ལ་བསྒོ་ནུས་ཟེར་བ་དེས་བག་ཆགས་བསྒོ་སྲིའམ་ས་བོན་འདེབས་སྲིད་དེ་བསྟན་གྱི་ཡོད་པ་རེད། ཨ་ནི་དེ་ལ་རྒྱུན་བརྟན་པའི་རྣམ་པར་ཤེས་པ་དགོས་རེད། མི་གསལ་ཟེར་བ་དེ་གའི་དམིགས་རྣམ་གསལ་བོ་མ་ཡིན་པ་སྣང་ལ་མ་ངེས་པའི་བློ་དང། ད་ནི་དགའི་མི་དགའི་གང་ཡང་མ་ཡིན་པའི་ཀློང་དུ་མ་བསྟན་པ་འོང་དེ་འདྲ་ཅིག་དགོས་རེད། སྒོ་ནུས་ཟེར་བའི་ལབ་པའི་སྐབས་སུ་དེ་ནི་བག་ཆགས་སྒོ་ནུས་པ། དཔེར་ན་བྱེ་རོལ་གྱི་གཟུགས། ས་རྡོ་རི་བྲག་ལ་སོགས་པ་དང། ནམ་མཁའ་ལ་སོགས་པའི་རྟག་པ། དེ་འདྲ་ལ་བག་ཆགས་བསྒོ་ནུས་ཀྱི་མ་རེད། ཡང་ན་བག་ཆགས་བསྒོ་བའི་ཡུལ་མ་རེད། དེ་རེད། དེ་ནས་སྒོ་ཁྱད་དང་འབྲེལ་ཕྱིར། ཚོགས་བདུན་འཁོར་བཅས་ཟེར་བ་དེ། བག་ཆགས་བསྒོ་མཁན། ཡང་ན་བག་ཆགས་འཇོག་མཁན། དེ་བསྟན་གྱི་ཡོད་པ་རེད། བག་ཆགས་འཇོག་མཁན་དེ་གང་རེད་ཞེས་ལབ་པ་ཡིན་ན། ཚོགས་བདུན་འཁོར་བཅས་ཟེར། མིག་གི་རྣམ་པར་ཤེས་པ་ནི་རྣམ་ཤེས་ཚོགས་བདུན་ཏེ། བག་ཆགས་འཇོག་མཁན་རེད་ཡང་ན་ས་བོན་འདེབས་མཁན་ལྟ་བུ་སྟེ་དེ་རེད། དེ་ནས་སྒོ་བཅད་གཉིས་འགགས་ཀྱང་འབྲས་བུ་སྐྱེ་ནུས་ཟེར་བ་དེ་གའི། བཞག་པའི་བག་ཆགས་དངོས་ཞེས་པ་དེ་རེད། བག་ཆགས་འཇོག་བྱེད་ཀྱི་ཚོགས་བདུན་འཁོར་དང་བཅས་པ་འགགས་མ་ཐག་ཏུ། རང་དང་རྒྱུད་གཅིག་པའི་ཀུན་ཤེས་རྣམ་ཤེས་ཀྱི་སྟེང་དུ། འབྲས་བུ་ཕྱི་མ་བྱེད་པའི་ནུས་པ་ཅིག་འགྲུབ་ཀྱི་རེད། དེ་འདྲ་བའི་ནུས་པ་དེ་ཀུན་གཞིའི་བག་ཆགས་གམ་ཡང་ན་བསྟན་པ་ས་བོན་གྱི་ཀུན་གཞི་ཟེར་བ་དེ་རེད། དེ་འདྲ་ཅིག་གསུང་གི་ཡོད་པ་རེད།